དེ་དེའི་ཁ་ཁྱོད་དེ་བཞིན་ཕ་དར་ཤི་སོ་དེ་མ་མ་དགོས་ཤི་འདན་རང་ས་དེ་ཡ་ཐོ་ཚད་རེད་ལི་ཤི་འདན་ཁ་ཆག་སྙམ་བུའི་ཐོ་ལི་ཕ་བྲེ་དེ་ནི་ཤི་ནང་གཙང་མ་དྲུ་དྲུ་རྩེ་དེ་གཙོ་བོ་དེ་སོང་ཧ་ཡང་ཤི་རྫེ་འདྲེ་ད་ཀོ་སོག་ཟི་དགོས་ན་ག་རེ་ཡིན་ན་པུ་སོ་སོ་བྱས་པ་ཅིག་འདུག་གོ་ཧ་ཡང་དྲུ་རྫེ་ད་དེ་འདྲ་ཅིག་ཤི་ནང་མོས་པ་ཤི་དགོས་རེད་མ་ཡང་ས་ཤི་རྫུ་བོ་དེ་འདྲ་གི་ཤི་ཡག་ན་ཡང་རིན་པོ

ཅེས་པ། དེ་འདྲ་ལ་ཟེར་གི་ཡར་ད་མ་ཡིག་ཐོས་པ་སྤུས་དག་ཅིག་ཡར་ཏན་ཅང་ག་རེ་བྱས་ན་འགྲིག་གི་ཡར། དེ་ཡིན་དུས་དེ་ནོར་ཐལ་འགྲོས་བཅད་པ་ཡིན་ན་ད་ཅག་ལོའི་ཡིག་ཆ་ནང་ནས་བལྟས་ཤིག་ད་སྐུ་སྒྱུར་དུ་ཁོང་རྣམ་པ་ཕྱག་ལེན་ཐེབས་ཉེན་དེ་ཚོ་གི་ད་ཡིག་ཆ་ནང་ལ་བལྟས་ཤིག་ནས་ཁོང་རྣམ་པས་ཕྱག་ལེན་མཛད་འགྲོ་གི་ཡར་ད་ང་ཚོའི་ཕྱི་གཏོང་ཞིང་འབྲོག་མང་ཚོགས་མི་ཤ་ཕོ་མོ་གི་ད

ད་ལྟའི་ང་ཡན་ཆད་ཞིག་འདུག་པ་དེ་སོ་ནས་ཐོས་པ། ཤི་ཡི། ད་དུམ་བུ་དང་ནང་གི་ཤིང་སྡོང་སོགས་ཀྱི་རི་མོ་རྣམས་ལ་བཤད་ནས་ཐོས་པ་དེ་བཟང་པོ་ཡིན་པ་དང་ངན་པ་ཡིན་པ་ད་ཤི་ཡོད་ཤོར་ཤོར་ཟིན་པ་རེད། ད་དེ་རིང་ཞིག་ཡལ་ཏེ་དེས་པ་དེ་རང་ཉིད་ལ་འཕྲལ་མི་འཕྲལ་གྱི་སྒོ་ནས་ཅུས་ཟེར་གྱིས་ཞུས་པ་ཡིན་ན། དེ་དེས་པ་སྤྲ་བ་ལ་སེམས་ནས་རང་ཉིད་ཀྱི་མདངས་སྐྱོགས་ཀྱི་སྟེང་དུ། གྲོང་སྐོར་ལན་གསུམ་བྱས་དུས་དེ་ནི་འཁོར་མཚམས་འཇོག་དགོས་དུས་ད་དེས་པ་དེ་རང་ཉིད་ལ་སྤྲ་བ་བསྟན་པ་ཡིན་ན། དེ་རང་ལ་འཕྲལ་གི་ཡལ་རེད་ཟེར་རྟགས་འབུམ་བསྟན་ན་རང་ལ་འཕྲལ་གི་ཡལ་མ་རེད་ཟེར། ད་ལན་གསུམ་ཀ་དེས་པ།

ཤག་ཤག་གི་ལྟ་བ་བསྟན་དེ་ནི་རང་ཉིད་ཀྱིས་མ་ཉན་ན་ཡག་ག་ཡ་རེད་ཟེར། ངོ་དེ་བྱས་དེ་ནི་འཐད་པ་དེ་རང་ཉིད་ཀྱི་དྲང་ལ་བཀབ་དུས་སམ་དགའ་ཡ་ལས་འདྲ་བྱུང་ན་སམ། དྲོ་སོ་སོ་འདྲ་དེ་འདྲ་བྱུང་ན་རང་ཉིད་ཀྱིས་ཉར་ནི་སམ་སྔོན་འགྲོ་འགྲོའི་ཚིག་ཚུལ་བ་སམ་མ་བདེ་བ་དེ་འདྲ་བྱུང་ན་དེ་རང་ཉིད་ཀྱིས་ཉར་གྱི་ཡ་མ་རེད་ཟེར། དེ་ཡང་འཐད་པ་དེ་ཁྱོད་ལ་བསྐུར་དུས་ཁྱོད་ཀྱིས་མ་མ་ཁོ་ཡ་ཁུར་དགོས་ན་ཡང་འཐད་པ་དེ་བཟང་པོ་ཡིན་པའི་རྟགས་རེད་ཟེར། ཡང་དལ་བར་དུ་ཤིང་སྡོང་ཆུང་ཆུང་གི་འོག་ལ། ལོ་གཅིག་ཚེས་མཛངས་བཞག་དུས་ཤིང་སྡོང་དེ་སྔར་ལས་ལྷག་པ། ད་མེ་ཏོག་དང་འབྲས་བུ་ག་རེ་ཡལ་ཉེན་ཡིན་ན་དེ་དྲ་རྒྱས་པ་གྱིས་ཨ། ད་དྲ་རྒྱས་པ་གྱིས་བྱུང་ན། དེ་དལ་བར་དུ་ཡག་པོ་ཡིན་པའི་ལྟ་བ་དང་ཤིང་སྡོང་དེ་སྐམ་སོང་བ་ཡིན་ན། དེ་ཡང་དལ་བར་དུ་ངན་པ་ཡིན་པའི་ལྟ་བ་རེད། དེ་ཡང། ཤིང་སྟོང་དུ་སྔ་མ་ནང་བཞིན། མ་ཧཱ་མ་དུ་ཡཱ་མ་གྱིས་ནི། ཐེག་པ་དེ་བཟང་པོ་ཡིན་པ་དང་ངན་པ་ཡིན་པ། ད་བཟང་ངན་གཉིས་ཀ་གྱི་ཕན་གནས་ཡོད་མ་རེད་ཟེར། བཟང་ངན་གཉིས་ཀ་གྱི་ཕན་གནས་མེད་ཚ་དུས་སོ་སོས་ཉར་ན་སོ་སོས་འདས་པ། མ་ཉར་ན་སོ་སོས་འདས་པ་རེད་ཟེར། ད་དེ། དེ་ནི་ཡང།

ཁོངས་དད་པ་འདྲ་བོ་མི་མང་པོས་རང་ཉིད་ལ་དགའ་བོ་ཞེས་པ་ལྟ་བུ་བྱུང་ན་དེ་དད་པ་དེ་བཟང་པོ་ཡིན་པའི་རྟགས་རེད། དེ་སྔ་ཡན་ཆད་བཤིག་པ་དེ་ཚོ་ཕྱི་ཡི་དུམ་བུ་དང། ནང་གི་རི་མོ། དེ་རྣམས་ལ་ཤེས་པ་བརྒྱད་དེ་དད་པ་དེ་བཟང་པོ་ཡིན་པ་དང་ངན་པ་ཡིན་པ་དབྱེ་བ་ཞིབ་རེད་ཟེར་ད་དེའི་སྐོར་ནས་ད་ཧ་ལམ་ཧ་ལམ་ད་ཞུགས་ཚར་བས་ཟེར་བཤད་སོང། ད་རྟེན་འབྲེལ་གྱི་སྒོ་ནས་ཡང་ཐད་པ་དེ་རང་ཉིད་ལ་འཕྲད་མི་འཕྲད་དེ་ཅི་ཡང་བཤད་པ་བརྗེད་ཡས་རེད་ཟེར་ད། དེ་ནས་ཐད་པ་རང་ཉིད་ཀྱི་གྲོང་སྙིང་ག་ན་ཚུགས། སྒོར་བཤད། ཨ་ནི་ད།

ད། རྣམ་གྲངས་ཡན་ཡན་གཉིས་རང་ཉིད་ལ་གང་རུང་ཞིག་བསྟན་པ་ཡིན་ན་འཕྲལ་ལུས་དུ་འབྲིང་ཚད་རེད་ཟེར། དེ་ཐོས་པ་དེ་གྲྭ་གསུམ་གི་དུས་གསུམ་ཀ་གྲྭ་བ་རང་ལ་བལྟས་ཡོད་ན་བརྒྱ་ཆ་བརྒྱ་ཁྲལ་གི་ཡོད་པ་བཤད། ཨན་དེ་ཚོ་སོ་སོའི་རིག་པས་དཔྱད་བྱེད། འདི་ནི་རྟགས་འབུམ་དེ། རང་ཉིད་ལ། ཁ་འཁོར་པས་ན་འདི་ནི་ཉལ་ཡ་ཡོད་མ་རེད་ཟེར།

ཨ་ནི་མ་མ་གོས་པར་ཐལ་པ་དེ་ཡར་ཁུར་ཡོང་བི་ཡིན་ན། ཨ་ནི་ཡང་ཐལ་པ་དེ་བཟང་པོ་ཡིན་པའི་རྟགས་རེད་ཟེར། དེ་ཡང་བཟང་པོ་ཡིན་ན་རང་ཉིད་ཀྱི་ཉར་ངན་པ་ཡིན་ན། ཨ་ནི་ཡང་རང་ཉིད་ཀྱི་ཉར་ཡ་ཡོད་མ་རེད་ཟེར། ཡང་ཐལ་པའི་ནང་གི་རི་མོ། ད་ཤིང་སྡོང། པགས་སངས་ཀྱི་ཤིང་ཟེར་བ་དེ།

ལོ་མ་རེད་ཟེར་ག་དེ་ཡས་ན་དེའི་ནང་ལོ་སིང་ཡིན་གི་འདྲ་ཟེར་ཀྱང་འཇུག་སྤུས་པ་ཅན་དང་འདྲ་མི་འདྲ་འདི་རི་མོ་བསྡུ་བྱ་ཡས་ན་ཡང་ལོ་མ་རེད་ཟེར་དེ་ཚོ་ཨོ་ནང་ལ་གང་གཏོང་དགོངས་རེད་ཟེར། ནང་ཤང་བུ་མེད་པ་དང་ཡས་ཀྱང་རྩུབ་ཀྱིན་བྲོས་ངན་ལ་ཟེར་ཟ་ལམ་མེད་དང་རྩུབ་ཀྱི་ཆེད་ཟ་ལམ་མེད་པ་ཟེར་ན་ད་དེ་ནས་བ།

དེ་ནས་ཤིང་སྡོང་ལོགས་ན། དེ་ནས་ཡང་ནོར་རྒན་ཀྱང་ཟེར་ནང་གི་ཤིང་སྡོང། ནང་དེ་ན་ལ་ད་ཤིང་གི་སྡོང་པོ། ད་པ་ན་དེ་ནས་ཡར་ཕྱིན་ཚོང་བུ་ཙག་ན་མར་ཤིང་སྡོང་གོང་ན་ཤིང་སྡོང་ལོགས་ཡས་མ་རེད། ཡིན་ན་དེ་ནས་པ་དུས་སུ་ཕྱིན་ཐོད་པ་ཁ་མ་ཤིང་སྡོང་བས་ཏེ་དེ་ནས་ཡར་མ་ཕྱིན་བས་དེ་ནས་མར་ཕྱིན་དུས་སུ་ཕྱིན་ཤིང་སྡོང་བས་ཏེ་དེ་ནས་ཡར་ཤིང་སྡོང་མེད་བྱས།

དུས་ཀྱང་སྲིན་བཟོས་ནོར་བརྒལ་བྱེད་ཚེ་ཐུབ་པོ་འཐད་པ་ཐུབ་པོ་ཡིན་ནའང། ད་ད་རེས་ཀྱི་དེའི་འཕྲོ་མཐོའི་དཔེ་ཞིབ་རྒྱབ་ཀློང་ཆེན་གྱི་ཆི་ཡར་ག་ཚང་ཞུས་པ་ནང་བཞིན་དེ་ཀློང་ཆེན་གྱི་ཆི་ཡར་བ་ད་དེ་ནས་བ་ཀློང་ཆེན་གྱི་ཆི་ཡར་གནག་ཆ་ཡན་ཉིན་ན་བ་ཡ་རེད་ད་དེའི་རྩ་དེ་ན་ལ

ཨེ་ལས་རང་ཉིད་དད་པ་བདག་པོ་ལ་གནས་གཞན་སྐལ་ཡག་མ་རེད་ཟེར། དེ་མིན་ག་བ་ཡལ་ན་ག་བ་ཡལ་ན་རང་ལ་གནས་གཞན་ཐེབས་གི་རེད་ཟེར། དཔེར་ན་དུར་ས་ལ་ཡལ་ནའོ་དད་པ་རང་ཉིད་བདག་པོ་རྗེ་ཉིད་དེའི་ཚེ་ལ་གནས་གི་རེད་ཟེར་གཟུངས་མའི་ས་ལ་ཡལ་ན་གཟུངས་མ་བྲག་རི་ལོང་གི་རེད་ཟེར་ཡང་བདག་ཡོད་ས་ལ་ཡལ་ན་ཨེ་ན་ཡང་བདག་གི་གར་སེ་གོ་རེད་ཡང་བདག་གི་ཨེ་ནས་རང་ལ་ད་གཞན་དག་བྱེད་གི་མ་རེད་ཟེར།

སློབ་མའི་ས་ལ་ཡལ་ན་རང་ཉིད་ཀྱི་སློབ་མ་དེ་རང་ལ་དགའ་པོ་མི་བྱེད། མིག་ཀྱང་བདག་གི་སློབ་མར་འགྱུར་འགྲོ་གི་རེད། ད་རང་གི་ས་ནང་ལ་དང་དེའི་རི་མོ་ངན་པ་དེ་ཡལ་ན་རང་ཉིད་ཀྱི་གཅིག་ནས་ཚེ་ལ་ནད་གཉིས་ནས་ནད་སྣ་ཚ་གང། འོ་ད། མི་འདས་པ་རྣམ་པ་སྣ་ཚོགས་ཀྱིས

རི་མོ། འབྲུ་ཆེ་བ་ལྟ་བུ། སྲིན་གྱི་ཟས་ཡང་སྦྱོར་འདྲ་བ་དེ་འདྲ་ཡལ་ན། དེ་ལ་དུར་ལམ་ཟེར་གི་རེད། དེ་ཡང་ཡག་པོ་ཡལ་མ་རེད། དེ་ནས། འདྲེ་ཞིག་ཁ་ཆུང་ཆུང་ལས་གཏིང་ཟབ་པོ། ནག་ནག། ཀོང་སྟོང་ཅན་དེ་འདྲས་ཡལ་ན། དེ་ལ་དུར་ཁུང་ཟེར་གི་རེད་རོ་ཁུང་ཟེར་གི་རེད། དེ་ཡང་ཡལ་ཉེ་མ་རེད། དེ་ནས་ཡང། དུས་བཞི། ཉིན་མ་སྔོ་ཚལ་འཇོ།

དེ་ལ་རྩར་བོ་ཟེར་གི་རེད། དེ་བོ་ཡ་ཉེ་མ་རེད་ཟེར། རྩ་རིག་ཟེར་གི་རེད་རྩ་རིག། དེ་ནི་ཡང་དེ་ཁུངས་ཆུང་ཆུང་ལས་གཏིང་ཟབ་བོ་བས་དེ་གཉིས་མི་དགོས་ཡ་ཉེ་དེ་ལ་སྲིན་གོང་ཟེར་ཡ་གི་རེད། དེ་ནི་ཀློང་ཆེན་གྱི་ཆེ་ཡ་ཡ་སའི་རྩ་དེ་ན་ལས་ཁུངས་གྲུ་གསུམ་སྦྲེལ་གྱི་ཡ་ན་དེ་ལ། ལན་བརྒྱད་ཉིན་གུང་བདེ་ལེགས་ཉིན་གུང་བདེ་ལེགས། ད་དེ་སྔ་ཡན་ལགས་བཤད་འདུག་ཡས་བྲེལ་ཚོ་ཐེ་པི་ཕྱི་རྒྱབ། འབུར་སིའི་ཕྱོགས་ནས་བ་དུམ་བུ་གཅིག་བསྐོར་ཏེ་ཞུས་བསྡད་པ་རེད། ད་དེ་རིང་ཐེ་པི་ནང་གི་རི་མོ་དེ་ཚོའི་སྐོར་ལ་ཅུང་ཟད་ཞུས་པས་ན། ད་དང་པོ་དེ་ནས་ལྷ་བ་ཟེར་གར་དེ་རང་ས་ཐེ་པ་ཞེས་དེ་འདྲ་ས་སྟག་འབུམ་དུ་བཤད། ཨ་ནི་རང་ད་དེའི་ལྷ་བ་དེ་དེ་ནས་ཡར

སེམས་ཚོང་གཡར་ཡང་དེ་མོང་ཆེ་ཤོས་དང་རུས་པ་སྤྲ་བ་ཡོང་དུས་ལྷ་མོང་ཆེ་ཤོས་ལ་ཡལ་མ་རེད། དེ་ཡལ་ན་མོང་ཆེ་ཤོས་ཡལ་རོགས་བྱས་ན་ཡག་ཤོས་རེད་ག་དེ་མ་བྱུང་ནའང་ནི་རང་ས་དེ་དེ་གཅིག་དེ་གཉིས་གཅིག་པ་རུ་རུ་དེ་ལ་ཡིན་གཅིག་མིན་གཅིག་ལྷ་སེམས་དེ་ཡལ་དགོས་རེད། ནི་དེའི་སྦྲ་ས་ཀྱི་ཕྱོགས་ལ་ལྷ་མེད་ན་ཡལ་ཡག་ཤོས་རེད་དཔེར་ན་ལྷ་ཡལ་དགོས་མ་རེད། ལྷ་མེད་པས་ཡལ་མ་རེད། ད།

མདངས་ཀྱི་ཐོད་པ་དེ་ནས་བྱས། སོར་མོ་གཅིག་ལ་ལོ་ལྔ་བརྩིས་བྱས། དེ་ནས་ལྔ། བཅུ། སྤྱན་ལྔ། ཉེ་གཞུ། རྩ་ལྔ་བསྲེ་བཞི་བརྩིས་བྱས། སོར་མོ་ཉེ་གཞུ་དང་བ་དེ་དེའི་ཕྱི་ས། དེའི་བར་ལས་བརྩི་དགོས་རེད་ཟེར། དེའི་བར་ལས་དྲུག་ལས་སོར་མོ་ཉེ་གཞུ་དེ་ལོ་བརྒྱ་དང་བ་ལས་བརྩི། དེ་ནས་སོར་མོ་གོང་གི་ཚང་ལ་སོར་མོ་རེ་རེར་ལོ་ལྔ་ལྔ་བརྩི། སོར་མོ་གོང་གི་ཞག་ན་ལས།

ཐོབ་མཐོན་པོ་ཐོབ་གི་རེད་ཟེར། ད་དེ་ནས་མིའི་རིགས་གོང་ནས་འཚོལ་བཞིན་དུ་སེ་ཞེས། རུས་པ་འབུར་འབུར་གྱིས་འབུར་འབུར་གྱིས་གས་སུ་མེད་མི་ཆེན། གླང་ཆེན་གྱི་ཆེ་ཡང་འདྲ་བོ་གཅིག་ཡལ་ན་ཡང་ན། གཡུར་ལས་རྣམ་པར་རྒྱལ་ཡི་ཐེག་པ་ཡིན་ཟེར་གཡུར་ཟེར་ན་ད། སྒྲ། སྒྲ། ཅི་ཟེར་གི་རུག་སྒྲའོ། དེ་ལས་རྣམ་པར་རྒྱལ་ཐུབ། རུ་བ་ད་དེ།

སྟེ་རྒྱ་ཆུང་ཆུང་ཞེས་ཁ་ཚུག་གུ་གུ་བྱེད་ན་དེ་འདྲ་བོ་སྟེ་རྒྱ་ཆེན་པོ་ཕ། རྒྱ་ཞེས་ཐོས་གི་མ་རེད་ཟེར་འདྲ་བོ་སྟོབས་ཆེན་པོ་མ་ཆགས་ན་རང་ཉིད་ལ་གནས་ཤེས་གི་མ་རེད་ཟེར། ད་རང་ས་ཟེར་བ་དེ་དེ་འདྲ་དེ་ནས་རང་ས་རེད་ད་དེའི་ཕྱོགས་དེ་རང་ཉིད་སྐྱོང་པ་ལས་ལྟ་དགོས་རེད་དེ་ཡིན་དུས་དེའི་ཐེག་པ་དེ་པས་ན་ཨེ་ཀའི་སོར་མོ་གསུམ་ཡ་ཆ་བྱས་ན་ཨེ་ཀའི་སོར་མོ་དམའ་ཤོས་ལས་བཞི་ཚེ་ལྔ་ཚེ་ཡ་དགོས་རང་ཉིད་ཀྱི། ཁ་དེ་མ་གུ་གུ་མ་བྱས་པ་ཁ་ཕག་བདེ་བདེ་བྱེད། ཁ་ཕག་བདེ་བདེ་ཡས་ན་འགྲོ་སྟངས་རྒྱ་ཆེ་ཡ་ཡས་རེད་ཟེར།

ད་ཁོ་རང་འགྲོ་བ་རི་ཁྲོད་ག་པར་ཤེས་མགོ་བཏགས་ས་རེད་ཟེར། ད་དེའི་དོན་ལ་འགྲོ་བ་རི་ཁྲོད་ཀྱི་ས་པན་ཡ་ར་རི་ཁྲོད་ཀྱི་ས་པན་ཨ་སུ་ནེ་ཀྲེ་ཀྲེ་དུ་ཟེར། དཔེར་ན་དེ་ནི་ཨ་ལྟ་བུ་ཅིག་དེ་ན་ད་རང་གཞན་ཡིན་ན་དེའི་ཐད་པ་ཀྱི་ཚེ་འདས་དེ་ལ་ཡོད་ལ་ཤེས་བསྡད་མགོ་ཟེར་ཨ་ལྟ་བུ་དང། དུ་ལྟ་བུ་ཅིག་ཡིན་འགྲོ་དུ་འགྲོ་ཅིག་ཡིན་ན་དམྱལ་བར་ཤེས་བསྡད་མགོ་ཟེར་ཨ་ལྟ་བུ་དང།

ཡང་དག་གི་ས་དེ་བྱས་ད་དེ་གཟུང་མི་ས་གཟུང་མི་ས་ཟེར་ན་ད་བླ་མ་སྔགས་པ་ཡིན་ན་སྔགས་པ་ཀྱི་ཨ་ཅེ་ཟེར་ན་ད་ཀུན་བརྟགས་ཟེར་ན་ད་དེ་ལས་ཟེར་ད་དེའི་ཐོག་ལས་དེ་ནས་ཨོ། བཀྲ་ཤིས་རྟོགས་རྒྱལ་འབྲུག་རྫས་རྒྱལ་འབྲུག་ད་དེ་ཚོ་ཀྱི་རི་མོ་བྱུང་ན་ཡག་ཤོས་དེ་བྱས་ག་དེ་མ་བྱུང་ན་ཤིང་ཐོག་འབྲུག་ཏུ་ད་དེ་འདྲའི་རི་མོ་དང་ལོ་མ་དང་དེ་ཚོ་སྙིང་རྗེ་བོ་ཡིན་ན་འགྲིག་གི་ད་དེ་འདྲ་བྱུང་ན་ཤིང་ཐོག།

བླ་མ་དེ་གི་ཆོས་དགེ་ཡ་ཤེས་པའི་ན་རང་ལ་ཕན་ཐོག་ཡི་ད་རྟེན་འབྲེལ་ཟེར་གི་མ་རེད་དེ་འདྲ་ཡེ་རེད་ཟེར་བླ་མིས་ས་ད་དེ་ལས་འབུ་ཁུང་སྲིན་ཁུང་རོ་ཁུང་དེ་འདྲ་མིའི་མི་འཇོང་བོ་ཨ་ནི་དཔེ་ན་རྡོ་རྗེ་དང་རིན་པོ་ཆེ་དང་པད་མ་དང་རྒྱ་གྲམ་དང་རལ་གྲི་དང་ད་དེའི་སྐོར་དེ་ཡེ་གི་རེད་ཟེར་ད་དེ་ལས་བླ་མིས་ས་དེ་ལས་དེ་ནས་ལྷ་ཡིས་ས་ཟེར་ལྷ་ཡིས་ས་ཟེར་ད་དེ་ལས་ཨ་ནི་སོ་སོའི་ཡི་དམ།

ཡོངས་དེས་པ་དེ་རྨི་ལམ་གྱི་སྒོ་ནས་བཏང་བ་ཡིན་ནམ། དཔེར་ན་རྨི་ལམ་མ་རྙེད་ཀྱི་རྨི་ལམ་ནི་ཨེ་ཡོང་ཁ་བཙོང་ག་རེ་བྱས་མིན་དེ་ཚོ་གཉིས་ཡོང་གི་རེད། དེ་ལ་རྟོག་དཔྱད་བྱེད་ཀྱི་ཡས་མ་རེད། དེ་ནས་མཚན་གུང་གི་རྨི་ལམ་ལ་རྟོག་དཔྱད་བྱས་པ་ཡིན་ན་མཚན་གུང་ནི་ལྷང་འདྲེ་གི་ཆོ་འཕྲུལ་བསྟན་ཡོད་དུས་ཚོད་ཡིན་འདུག་ཨེ་ན་འོ་རྨི་ལམ་འདྲ་མི་འདྲ་འཁྲུལ་གི་ཡས་རེད། དེའི་རྨི་ལམ་དེ་ལ་རྟོག་དཔྱད་བྱེད་ཀྱི་ཡས་མ་རེད། ཨ་ནི། ད། ཐོ་རངས་ཀྱི་སྨོན་ལམ། དེ་ལ་བརྟག་དཔྱད་བྱེད་དགོས་རེད་ཟེར། ཐོ་རངས་ཀྱི་སྨོན་ལམ་དེ་ནི། མ་འོངས་པའི། ལུང་བསྟན་ཟེར་ན། འདི་ན་དེ་སྨོན་ལམ་ཡིན་གི་ཡ་རེད་ཟེར། དེ་ཡིན་དུས་ཨ་ནི་སོ་སོའི་ཐལ་བ་དེ། སྔས་མགོ་རྩ་ལ་བཞག་ན་འདྲ། ཨ་ནི་ཉལ་ཁྲིའི་འོག་ལས་བཞག་ན་འདྲ། མདོར་ན་ངའི། ཐལ་བ་དེ་བཟང་ངན་ག་རེ་ཡིན་པ། དེ་ད་སྨོན་ལམ་ནང་བརྟག་དཔྱད་བྱེད་དགོས་བསམ་པའི་འདམས་པ་གཏད་ཞེས།

དེ་མི་ལང་གི་དོན་སྒོ་ནས་ཡང་འཐད་པར་རྟོགས་ཐབས་ཅིག་དེ་ནི་ཡང་འཐད་པ་དེ་རྟེན་འབྲེལ་གྱི་སྒོ་ནས་རྟོགས་བཤད་བྱེད་ཡ་ཡས་རེད། རྟེན་འབྲེལ་གྱི་སྒོ་ནས་རྟོགས་བཤད་བྱེད་ཡ་དེ་ག་རེ་རེད་ཟེར་ན་སྔོན་དང་པོ་རང་ཉིད་འཐད་པ་དང་འཕྲད་དུས་ཨིན་འཐད་པ་ནང་ལ་ད་དཔེར་ན་ས་ཡིན་ན་འདྲ་ཤིང་ཡིན་ན་འདྲ་འདི་འདི་འཐད་པ་ནང་དེ་གང་འཐད་པ་ཅིག་འཕྲད་ན་ཨིན་ཡག་པོ་རེད། དེ་ནས་ཡང་ཐལ་བ་རྗེས་བཀྲལ་བ་དེ་རང་ལ་བརྟེན་པ་ཡིན་ན་ཡང་ཡག་པོ་རེད་ཟེར། དེ་ནས་གཤིས་སྤྱི་དེ་རང་ལ་བརྟེན་པ་ཡིན་ན་ཡག་པོ་རེད་ཟེར། དེ་ནས་ཡང་སྟོང་འབུམ་རང་ལ་བརྟེན་པ་ཡིན་ན་ངན་པ་རེད་ཟེར་སྟོང་བྷ་རང་ལ་བརྟེན་པ་ཡིན་ན་ཡག་པོ་མ་རེད་ཟེར། ད་ཐལ་བ་དེ་རྟེན་འབྲེལ་གྱི་སྒོ་ནས་རྟོགས་ཐབས་དེ་འདྲ་ཅི་ཡོད། དེ་ནས་ཡང་དག་སྣང་དྲུག་པོ་གཅིག་གིས་ཐེག་པ་བཞི་ལའང་རི་མོ་མེད་པ་སྣང་ལའང་རི་མོ་མེད་པ་དེ་ནི་ག་རེ་རེད་གསུངས་འདུག་དེ་ཡིན་དུས་ཐེག་པ་བཞི་ལ་རི་མོ་རྐང་གཅིག་མེད་པ་ཞག་སྒང་གཅིག་ཤོག་ཞེས་པ་ལྟ་བུ་རི་མོ་རྐང་གཅིག་མེད་པ་ཡིན་ན་ཐེག་པ་དེ་ལ་དུམ་བུ་གཅིག་པ་ཟེར་ན་འགྲིག་གི་རེད།